རེ་དོགས་ལ་འཇུག་མཐུན་ཟིན་དེ་རིང་རྣམ་པ་ཚོས་མྱུར་ལམ་དུ་རྩོམ་པ་པོ་གསར་བརྗེ་བ་ལགས་ཀྱི་བསམ་བློའི་བཙན་པོའི་རྣམ་ཤེས་བསྲུང་བའི་གངས་རི། བདེ་སྐྱིད་འདོད་ན་མོ་བར་གཤེགས་ཀྱི་འདོད་ནོ་སྙིང་ལྕགས་རེད་ཡ་ཅི་ཅང་བོད་ཀྱི་སྤྱིར་འདི་སྤྱིར་བཏགས་ཆེན་མོ་དོ་ཁུར་བྱེད་རག་ཤིག་སྙིང་ལྕགས་ཀྱི་བཙལ་དོ་ག་ཡ་དེ་རིག་བོ་ཡ་ད་ངས་དེ་རིང་ངའི་འདོད་ན་སྙིང་ལྕགས་དོ་ནུབ་བྱུང་ཙིག་ཙིག་ཙིག་ཚིག་ཧ་ཟ་ཡི་མི་ཞིག་རེད་ད་གང་ལྟར་ཀྱང་ང་རྒྱའི་འདོད་འདོད་ཡོད་གི་ཡ་རྒྱུ་མཚན་ཚིག་འདི་ངོ་མ་ཅི་ཡག་གི།

དབུས་ཀྱི་ཡར་ཀླུང་གཙང་བོ་ཅི་ཞིག་ཤོར་རུ་སོང་བ་ལྟ་བུའི་བྲེལ་འཚུབ་ཀྱི་ཞེར་བ་མཐོང་ཚེ། ངའི་ཡར་ཀླུང་འགྲམ་རྒྱུད་ཀྱི་མི་རིགས་དེ་དག་རང་གི་སྤུན་ཟླ་སྔོན་མ་དེ་ཡིན་ནམ་བསམ་བྱུང། ཕོ་བྲང་པོ་ཏཱ་ལ། གང་ཞིག་ལུས་སོང་བ་ལྟ་བུའི་ལྕོག་སྡོང་ཁོ་ནས། སྔོན་མདོག་མི་གཅིག་པའི་མི་རིགས་སྣ་ཚོགས་པའི་མཐོང་ལམ་དུ་མངོན་འོངས་ཏེ། དངོས་པོ་དག་ལས་རྟགས་འཇིབ་ན་གངས་རིའི་མེས་པོ་ཚོར་རྔམ་བརྗིད་ཀྱི་ཟི་ཤུགས་དེ་དག་གཟི་བརྗིད་ལ་ཇི་བཞིན་ཡོད་ན་བསམ་བྱུང། Carson། ཡར་ལངས་གཙང་བོ་འགྲམ་རྒྱུད་དུ། བཙན་པོ་མི་རིགས་ཤིག་གི་མི་ལོན་པའི་མགོར་བརྩམས་པའི། Carson། གི་ཡར་ལངས་གཙང་བོ་འགྲམ་བཞིན་ན། བཙན་པོ་མི་རིགས་ཤིག་གི་ཞེན་ཆགས་ཀྱི་རྣ་ཅན་ལས་ཡོད།

ངའི་སེམས་ཁོང་གི་དྲན་གདུང་ཡོད་ཚད་མེ་རི་སྒྲོན་ན་འདོད་བྱུང། དེ་རིང་གི་ཉི་མ་ལྷ་ས་འོག་སེར་མ་ཞིག་དང་འདྲ་བར་མཚམས་ཀྱི་ལེབ་དང་ཁྲ་ཆུ་ལྷར་ཡོད་པ་མཐོང་ན། ངའི་གསལ་ལ་མི་གསལ་བའི་སྡིག་རུས་དེ་ཚོ་གཙང་བོར་གྱུར་ན་བསམ་བྱུང། ང་རང་ཡར་ཀླུང་གི་བྱེ་ཐང་དུ་རྐང་རྒྱན་དུ་སོང་སྟེ། རྨིག་སྒྲ་གཅིག་ཆར་དུ་འཕྱོ་བའི་བཙན་པོའི་དབུ་མོ་དྲན་བྱུང།

ང་རང་ནི་སྡོང་བུ་གྱི་དར་ཆ་ཕྱར་ནས་ཕྱི་ལ་ལོག་དུས། མིའི་རིགས་ཀྱི་ཕྱིར་དེ་ཁྲག་གིས་མནོད་པའི་རལ་གྲི་མཐོང་བྱུང། གཞིས་ཁྱིམ་དང་བརྩེ་བ་ལྷག་མེད་དུ་གཡེང་བའི་གཡུལ་ས་མཐོང་བྱུང། ཁེར་ཆེན་གྱི་རྟ་ཕོའི་ཚེ་སྐལ་ལྷང་ལྷང་དུ་སྒྲོག་པའི་རྟིག་གཞི་མཐོང་བྱུང། ས་ལ་ཟགས་བཞིན་པའི་རྩི་མོའི་རབ་ཁ་འདི་ནས་སྡུག་བསྔལ་དང་བཀྲ་ཤིས་ཡོད་ཚད་གཞི་གཅིག་ཏུ་འདྲེས་པའང་ངེས་ཅན། བཀའ་བསླབ་སྲིད། ལྷ་ས། ཁྱེད་ཀྱི་དྲང་གཞུང་ནང་སྤྱང་གྲུང་གཉིས་འཛོམས་ཀྱི་མེས་པོ་དག་གི་ཐུགས་རིས་ཀྱི་སྤྱན་གསུམ་སྒྲུབ་ཡོད་པས། ཁྱེད་ཀྱིས་དུར་ཁུང་ལ་གསུམ་ཐབས་མེད་པའི་མེས་པོ་ར་བ་ཅན་ཚོའི་རེ་བའི་བློ་དམིགས་སྨྲ་མི་ཤོག། ལྷ་ས།

ཁྱེད་རང་ནི་གནམ་གཤིས་ཁྲི་སྟོང་གི་གཞིས་ཆུང་གྲགས་ས་ཡིན་པས་ཁྱེད་ཀྱིས་སྔ་རྗེས་ཀྱི་དར་ཆ་ས་ལ་མ་ཕབ་རོགས། ལྷ་ས། ཁྱེད་རང་བཙན་པོའི་དཔུང་ཚོགས་ཀྱི་མགོ་འཇོག་ས་ཡིན་པས་ཁྱེད་ཀྱིས་གཉོམ་ཆུང་གི་ལག་པ་ཕྱི་ལ་མ་ཕུལ་རོགས། ལྷ་ས། ཁྱེད་རང་འབྲོག་དམག་ཁྲི་ཕྲག་གི་དམིགས་རྒྱུའི་ལྟོ་ས་ཡིན་པས་ཁྱེད་ཀྱིས་ཉི་ཟླ་ལག་པས་ཟིན་པའི་ཡར་ཀླུང་གི་སྙུར་སྟབས་མ་བརྒྱུད་རོགས། ལྷ་ས། ཁྱེད་རང་གནམ།